སྐབས་སུ་བབས་པས་ད་ལྟ་ཁོང་ད་བ་རང་ལ་ཡ། ཨ་ནི་རྒྱལ་བ་ཀརྨ་པ་ཀི། དུས་ཚོད། ད་གང་འདྲ་ད་ལྟ། ཉེ་ཞག་རེད་མི་འདུག་ད་ལོ་ཁ་ཤས་ངེད་ཀྱི་བཀའ་སློབ་ཆེད། བརྙན་ཐུང་ཞིག་མ་བཏང་ན་ཤག་འདི་ལ་ད་དྲ་གྲོགས། ཁ་ཤས་ཅིག་གིས་སོ་སོ་སོས་དགོངས་ཚུལ་འདི་འདྲ་གསུང་གི་འདུག་ཆ་ཚང་ཉན་པ་ཡིན། ད་གུས་པ་རང་ཉིད་ཀྱིས། སོ་སོ་གི་ཡང་ཅིག་བསམ་ཚུལ་ཟུར་རོ་ཅིག་ཞུས་པ་ཡིན་ན། ཨ་ནི་རྒྱལ་བ་ཀརྨ་པ་གི་བརྙན་ཐུང་འདི་ནང་ལ་སོ་སོའི་ཉན་པའི་བརྒྱུད་རིམ་ནང་ལ་ཡང་ག་རེ་གསུང་གི་འདུག་ཞུས་པ་ཡིན་ན། ཨ་ནི། ནམ་བཞག་རྒྱུན་ལྡན་ནས་སྐྱག་ངོ་རོང་པོ་བྱེད་ག་དུས་ཡིན་ན་རྒྱལ་བ་ཀརྨ་པ་བཅའ་བའི་སྐལ་མཚམས་ལ། ཨ་ནི་ངོ་མཛོད་ཅིག། ཧོ་ད་སེམས་ཤུགས་ཆགས་རྒྱུའོ་མ་རེད་སེམས་ཤུགས་འཕགས་བྱེད

བོད་གངས་ཅན་གྱི་ནང་ལ་ཡལ་ད། ཡང་སྲིད་དང་པོ་དེ་རྒྱལ་བ་ཀརྨ་པ་ཆ་བགོས་བོར་བ། ཡང་སྲིད་ཀྱི་སྲོལ་གཏོད་མཁན་དང་པོ་དེ་རྒྱལ་བ་ཀརྨ་པ་སྟག་སྐུ་འཕྲེང་བཅུ་བདུན་པ་ཆ་དེའོ་རེད། རྒྱལ་བ་རིན་པོ་ཆེ་སྐུ་འཕྲེང་བཅུ་བཞི་པ་རེད་དེ་འདྲས་ཡིན་པ་སོང་ཙང། བླ་མ་ད་ག་པ་ག་མ་རེད་ཨ་ནི་རྒྱལ་བ་ཀརྨ་པ་གིས་གསུང་ད་ལྟ་བརྙན་ཐུང་འདི་ནང་ལ་ད་ང་རང་ཚོ་བསླབ་བྱ་ག་རེ་ལེན་འདུག་ཞུས་པ་ཡིན་ན། ད་རྒྱ་བར་མོ་བྱས་ཨེ་ནི། ཅེས་ཐུགས་གཞུམ་བྱས། ད་ཕལ་པ་ཁྱོད་ནི་མེད་ས་ཅིག་ལ་ད་འགྲོ་གི་མི་འགྲོ། དེ་འདྲའི་བཀའ་སློབ་གནང་འོང་དུས་སོ་སོ་རང་ཉིད་ཡིན་ན་དཔེ་མ་སྲིད་ཀྱི་ད་བཀའ་སློབ་རྒྱ་བར་མོ་བྱེད་ཀྱི་སྔ་ཕྱི། ལོ་བཅུ་གྲངས་ངེས་ལ་ཡིན་ཡིན་པ་ཡིན་ན་འདྲ། ད་ལྟ་རྫ་བྲག་གི་ད་ལྟ་ཉེ་བའི་ཆ་ལ་བཀའ་སློབ་གནང་བ་ཡིན་ན་འདྲ་ཁྱད་པར་རྩ་བ་གཉིས་ནི་མཐོང་གི་མི་འདུག་གང་ལྟར་ཡང་རྒྱ་བར་མོ་བྱེད་ད་སློབ་ཕམ། སྐབས་དེའི་སྐབས་སུ་ད་སློབ་ཕམ་ཞིག་བྱུང་ཡོད་རེད་བ། བློ་ཕམ་དེ་བྱུང་བའི་རྐྱེན་གྱིས་རྒྱ་གར་རིན་པོ་ཆེ་ད་བོད་པ་ཁྱོད་ནི་མེད་ས་ཅི་ལ་ལྟ་འདུག་ཟེར་ན་སྐྱ་བ་སྐར་མ་བོད་པའི་ཞེ་བཙུན་ནི་གནང་མར་བ་ད་དེ་གས་དེ་དེ་འདྲས་ཡིན་པར་སོང་ཟ་ད་དེ་གས་དེ་ང་ཚོ་བསླབ་བཟའ་གླེན་དགོས་ཡ་དང་བཀའ་སློབ་དེ་གཞི་ལ་བཞག་རྗེས་ད་དེ་དང་རྒྱ་བ་རིན་པོ་ཆེ་སྐུ་འཚོ་བཞུགས་བཞུགས་པའི་སྐབས་འདིར་ཨེ་ནི་ང་རང་ཚོ་ད་དེ་གས་ཨོ་ད་བཙན་བྱོལ་སྒྲིག་འཛུགས་གནས་སྟངས་ཐབས་སྐྱོ་བོ། ད་གང་ན་བཞིན་ང་རང་ཚོ་གིས། འཛིན་སྐྱོང། ད་འཛིན་སྐྱོང་ཟེར་ནའང་མ་བྱུང། སྲིད་སྐྱོང། བདམས་ཐོན་སྲིད་སྐྱོང་དེ། ད། ཅིག་དམངས་གཙོའི་ལམ། ལམ་ཡང་དག་པའི་གི་ཐོག་ནས་རྩ་བ་ཉིད་ནས་ཅིག་བདམས་ཡོད་པ་མ་རེད། ད་འདི་གའི་དེ་ཚང་མ་ཅིག། ཕལ་སྐད། ཡོ་ཤོག་གི་ཐོག་ནས་ད་སྐྱག་རྫུན་བཤད་པ་དང་རྐུ་མ་རྒྱག་པ་དང། ཨ་ནི་ཅིག། བདམས་ཐོན་སྲིད་སྐྱོང་གི་རྒྱབ་སྐྱོར་བ་ཚོ་ཡིན་ན་མིག་བཙུམ་ནས་བསླུ་བ་དང་ད་ག་ན་གཞན་གྱིས། ད་ག་ཇེ་འཁྲབ་སྟོན་མང་པོ་བྱས་རྗེས། ཨན་འདུག་ཐོག་བཞག་པ་ཅི་རེད་མ་གཏོགས་དམངས་གཙོ་ཡང་དག་པའི་གི་ཐོག་ནས་ཨན་ནི་ཅིག། ཁོ་རང་གི། སྲིད་སྐྱོང་བཞག་མཁན་གྱི་ངོས་ནས་ཡིན་པ་ཡིན་ན་ཡང། སྲིད་སྐྱོང་གི་འོས་བབ། ཚང་དགོས་ཡ་ག་རེ་ཡོད་མེད་དེ་གས་དེ། འོས་བསྡུ་འགན་འཛིན་གྱི་ཡིན་ན་ཏག་ཏག་ཅིག་ལྟ་ཡོད་མ་རེད། དེ་གས་དེ་ཆ་ཚང། ཁྱེད་རང་ལག་སྦྲེལ་བྱས་རྗེས་གསལ་བོ་དར་ཐག་ཆད་ཅིག་འགྲོ་བདེ་བ་ཅིག་མ་གཏོགས། དྲང་བདེན་དང་དམངས་གཙོ་ཡང་དག་པའི་ལམ་ནི་རྩ་བ་ཉིད་དུ་འགྲོ་ཡོད་མ་རེད་དེ་འདྲ་ཡིན་པ་སོང་ཙང། ད་ལམ་གྱི་ང་རང་ཚོ་གནས་ཚུལ་ཐབས་སྐྱོ་བོ་འདིའི་ཐོག་ནས། ད་ད་ལྟ་རྒྱ་བ་ཀརྨ་པའི་གསུང་ཞེས་པ་ནང་བཞིན་གྱི་རྒྱ་བ་རིན་པོ་ཆེ་ཨ་ནི་ཐུགས་ཞུམ་པ་དང། ཨ་ནི། ཅིག་བོད་པ་ཁྱོད་ནི་མེད་ས་ཅི་ལ། ད། སྙན་ངག་གི་བཀའ་སློབ་གནང་བཞག་པ་ན་གཤེན་རྗེ་ད་རེས་འདི་ལ་དེ་འདྲས་བྱུང་པ་ཡིན་ན་ང་ཚོ་བསམ་བློ་ཐག་ཆེད་ཚང་མ་ལོག་གི་ག་འདྲས་ཡོང་ས་རེད་ད་རྒྱ་གཞུང་མང་ཚོགས་ཀྱི་ཐུགས་བསམ་བཞེས་དགོས་འི་དེ་ཧང་སང་ཡ་གལ་ཆེན་པོ་རེད་ད་ལྟ་རྒྱ་བ་ཀརྨ་པ་གི་ད་ཆེད་བཀའ་སློབ་འདི་མ་འོང་དངུལ་དངུལ་གསུམ་གྱི་ད་ལུང་བསྟན་ཟོག་ར་ཅིག་མ་གནང་འོང་གི་ཡོག་རེད་དེ་འདྲས་ཡིན་པ་སོང་ཙང་ང་ཚོ་འདི་ཚོ་བཀའ་སློབ་འདུ་ཚོ་གནང་བྱུང་བཞག་ཡ་རྩ་བ་ཉིད་ནས་ཡོག་མ་རེད་དྲན་གི་འདུག་ང་རང་ཡིན་ན་དེ་འདྲས་ཡིན་དུས་ད་ད་ལྟའི་ང་རང་ཚོ། སྟབས་གཅིག་བདམས་ཐོན་སྲིད་སྐྱོང་ནི་གསོལ་བཞེས་ཅན་དང་རྙོག་དྲ་ཅན་དང། ད་རྙོག་དྲ་མང་པོ་ཡོད་རེད་ད་གང་ན་གཞན་གྱི་རྙོག་དྲ་དེ་ལ་བརྟེན་བྱས་ད་ལྟ་ཡིན་ན་འཛམ་གླིང་གི་སྟ་གདེང་འཇགས་རེད་ག་བ་ཡིན་ན་འཐུས་ཤོར་བཏང་བྱས་ངོ་རང་ཚོ་གི་བདམས་ཐོན་སྲིད་སྐྱོང་གི་ད་འཐུས་ཤོར་མང་པོ་བཏང་གི་ཡོད་རེད་དང་ད་བཏང་བཞིན་པ་རེད་དེ་འདྲ་ཡིན་པ་སོང་ཙང་ད་དེ་གའི་དེ་ལ་རྒྱག་རོགས་མ་བྱེད། ཐུགས་ཕམ་ཡག་དང། ཨ་ནི་ཅིག་དེ་འདྲའི་ཡུང་མ་སྲིད་པ་རྩ་བ་ཉིད་ནས་མ་རེད། དེ་འདྲས་ཡིན་ཟེར་དུས་ད་ང་ཚོ་རྒྱ་གཞུང་མང་ཚོགས་ཀྱིས་ཐུགས་བསམ་བཞེས་དགོས་བས་དེ་ཧང་སངས་ཀྱི་གལ་ཆེན་པོ་ཅིག་རེད་ཤག་བྱས་རྗེས་ད་ང་རང་གི་བསམ་ཚུལ་ཡིན་དེ་དང། གཉིས་པ་ཅིག་ཞུ་ཡ་ལ་ཡག། དེ་ནས་དོན་ཚན་གཉིས་པ་དེ་ལ་ཡ། ད་ང་རང་ཚོ་རྒྱ་བ་ཀརྨ་པ་གི་ལུང་བསྟན་ཟེར་ན་མི་འདུག་དེ་འབྲེལ་གྱི་ས་ཆའི་གི་བཀའ་སློབ་འདི་ད་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་གང་མང་ཕེ་གེ། བཀྲམ་ཐུག་ཡག་གི། བཀྲམ་ཡག་གི། གལ་ཆེན་པོ་རེ་དྲན་གྱི་འདུག་ད་ང་རང་བསམ་ཚུལ་ཡིན། ད་ད་ལྟ་གུས་པས་དེ་ནི་མ་གཅིག་སྐད་ཅིག་བཤད་བསྡད་ཀྱི་ཡོད་དེ། དར་ནག་ཁ་ཆེ་ཚོགས་པ། དར་ནག་ཁ་ཆེ་དང་ཚོགས་ཀྱི་རྟགས་དེ་ཞིའུ་ཞིག་བལྟ་འམ་གི། དེ་འདྲ་ཡིན་པར་སོང་ཙང་ད་གུས་པས་དེ་ནི་མ་གཏོགས་ཕྱིར་འཐེན་བྱེད་ཀྱི་ཡིན། ཨན་ཏན་སེམས་པ་འདི་གང་མགྱོགས་འཐེན་ཤོར་བ་ཞིག་ད་ག་ཚོད་འཐེན་པ་ཡིན་ན་འདི་ཚོ་གི། ག་ཚོད་མ་གཅིག་ཚོགས་པ་ནང་ནས་ཕྱིར་བཏོན་པ་ཡིན་ན་འདི་ཚོ། ཅེས་ཐབས་ལམ་མང་པོ་ཞིའུ་ཞིག་ཐོག་ནས་ཡར་འཛུལ་ཡོང་གི་འདུག་བ། ད་ཐ་ན་ཚོགས་པ་གིས་ད་ཁོ་རང་ཚོ། དེ་རྒྱ་མིག་གིས་ཡ་བཟོས་ཆོག་ཆོག་གིས་ཁོ་རང་ཚོ་རྒྱ་མིག་གིས་ཅིག་དམིགས་བསལ་གིས་བྱོས་ཡོད་སར་འདི་གའི་གྲངས་འདི་ལ་ཡ། ད་དེ་ང་ཚོ་ཁལ་ཁུ་བྱས་མི་འདུག་བ། ལགས་སོ་ཨ་ནི་རྗེས་ལ་ཤོད་ཆོག་པ་ཅི།